རྡོ་རྗེ་ཀུན་སྣང་སྙོམས་པས་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སེལ་དུག་གསུམ་ནད་སེལ་སངས་རྒྱས་སྨན་གྱི་བླ་བི་མདོ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་བར་དུ་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྟ་ཡ་དྭ་ཨོམ་བེ་ཀ་ཛེ་བེ་ཀ་ཛེ་མ་ཧཱ་བེ་ཀ་ཛེ་བེ་ཀ་ཛེ་ར་མཛ་ཡ་ས་མུ་ཀ་དེ་སོ་ཧ། རྒྱ་རྗེའི་སྲིད་པ་པོ་ཡོངས་ལ་གུས་པ་དམན་པ་གཏང་རག་གི་ངོས་ནས་འཚམས་འདྲི་དང་གུས་སྒམ་བཟང་ཞུ་ཡ་ཡིན། ཨེ་ནི་དེ་རིང་དེ།

རྣམ་པ་ཚང་མས་ཐུགས་སྣང་ཞིག་གནང་དགོས་ཀྱི་འདུག་ན་ཚ་འདི་ལ་ང་རང་ཚོ་བོད་པས་རྩ་ཁང་དང་འབྲེལ་བའི་ན་ཚ་གཅིག་ཆགས་ཀྱི་ཡོད་རེད། རྩ་ཁང་དང་འབྲེལ་བའི་ན་ཚ་གཅིག་ཆགས་ཀྱི་ཡོད་རེད། ད་ལྟ་ན་ཚ་འདི་ཐོག་མ་ག་འདྲས་སུ་ཡོང་གི་རེད་པས་ན་ཚ་འདི་ལ་ཡོང་རྐྱེན་ཡོང་ཡག་གི་རྐྱེན་བྱེད་ཡག་འདི་རིགས་མི་འདྲ་གལ་ཆེ་བ་ལྔ་ཚ་གཅིག་ཆགས་བསྡད་ཀྱི་འདུག་ད་ཐོག་མར་ག་རེ་བྱ་གི་རེད་ཟེར་ན་རྐྱེན་འདི་གཅིག་ནམ་རྒྱུན་དུ་གཅིག་རིམ་ཚད་རེད་པ་རིམ་ཚད་རིམ་ཚད་དེ་འདྲའི་གི་རྐྱེན་བྱས་ནས། དེ་ནས་ཡང་ན་ཚ་དེ་འདྲའི་རིམས་ཚད་དེ་འདྲའི་ལ་སྨན་བཅོས་དུས་ཐོག་བྱེད་མ་ཐུབ་པ་དང་སྨན་པ་མ་ཐོན་པ་སྨན་གང་འཇུ་མ་འཇུ་ཟད་པ་ལ་སོགས་པ་དེ་འདྲའི་གི་རྐྱེན་བྱས་ནས་ན་ཚ་དེ་ཅིག་ཕོག་ཐུག་ཡོང་གི་འདུག་དེ་ནས་ཨ་ནི་གློ་བུར་དུ་སྐབས་རེ་སྐབས་རེ་ད་ཅི་ཨིན་སྐད་དུ Bacteria དང Virus ལ་གུར་པ་ཨ་ནི་སྲིན་དང་གཉན་སྲིན་གི་ཨ་ནི་ང་ཚོའི་གྲོགས་ཁོག་དང་རྒྱུ་མ་དང་དེ་འདྲའི་ལ་ཡང་ཅིག་རྐྱེན་བྱས་ནས། དེ་ལ་ཅིག། སྨན་པར་དངོས་སུ་མ་འདུམ་བཅས་སོ་སོ་རང་མོས་ཀྱིས། ཅིག་སྨན་ཁང་གི་སྨན་འཚོང་ས་ནས་སྨན་ཉོས་ནས། སྨན་གང་བྱུང་མ་བྱུང་བཟས་པ་དེ་འབྲེལ་གྱི་གཉན་འཇོམས་སྨན་གང་བྱུང་མ་བྱུང་བཟས་པ་དེ་འབྲེལ་གྱི་རྐྱེན་བྱས་ནས། རྩ་རྒྱུད་ཀྱི་ནུས་པ་ཉམས་ནས་བཅངས་ནས་ཡང་དཀའ་ངལ་འཕྲད་པ་དེ་འདྲའི་ཅིག་ཡོང་གི་བསྡད་ཀྱི་འདུག་ད་ག་ནང་བཞིན། འདབ་འགྲམ་རྙིང་པ། འདབ་འགྲམ་འདབ་པ་དང། ཅིག་ཕོག་དུག་ཞིག་ཆེན་པོ་ཕོག་པ་དེ་འདྲའི་གྱི་རྐྱེན་བྱས་ནས་རྩ་རྒྱུད་རྨས་ནས་ཡང་ཡོང་གི་བསྡད་ཀྱི་འདུག། དེ་ནང་བཞིན་གྱི་ད་ཕྱི་ལུགས་ཀྱི་སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་གཤགས་བཅོས་བྱེད་པའི་སྐབས་ལ་གཅིག་གཉན་འཇོམས་ཤུགས་ཆེན་པོ་དེ་འདྲའི་རྒྱབ་ཡ་དང་གཤགས་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་གཅིག་ཆུ་རྩ་ལ་རྨས་སྐྱོན་ཕོག་པ་འོ་དེ་འདྲའི་གི་སྐབས་རེ་སྐབས་རེ་སྐབས་རེ་ཡོང་གི་འདུག་ད་ག་ནང་བཞིན་ང་ཚོ་གཅིག་སྐབས་རེ་སྐབས་རེ་གཅིག་ཁབ་རྒྱག་དེ་གི་རེད་པ་ང་ཚོ་ཁབ་རྒྱག་པའི་སྐབས་ལ་ཕྱི་ལུགས་ཀྱི་ཁབ་དེ་འདྲའི་རྒྱག་པའི་སྐབས་ལ་གཉན་འཇོམས་ཀྱི་ཁབ་ཤུགས་ཆེན་པོ་དེ་འདྲའི་སོག་པོ་ལ་ཁྲོལ་ལ་མ་ཁྲོལ་རྒྱབ་པ་དང། ཨེ་ནི་ཁབ་དེ་རྩ་ལ་སྨས་པ་དང་དེ་འདྲའི་གི་དབང་གིས་ཨེ་ནི་ན་ཚ་དེ་འདྲ GPS Virus ཟེར་ཡང་གི་ན་ཚ་དེ་ཡོང་བསྡད་ཀྱི་འདུག་དེ་འདྲ་སོང་ཙང་ན་ཚ་དེ་ཡོང་ཡག་གི་རྐྱེན་ཨེ་ནི་དེ་འདྲའི་ཅིག་གཙོ་བོ་ཆགས་བསྡད་ཀྱི་འདུག་ད་འདི་ལ་ནད་རྟགས་ག་རེ་ཡོད་རེད་པས་ནད་རྟགས་ནད་རྟགས་འདི་ལྟ་ཅིག་གོང་ལ་རྐྱེན་མི་འདྲ་ལྔ་དྲུག་ཅིག་གིས་འདི་ལ་ལྟོས་ནས་ནད་རྟགས་མི་འདྲ་མི་འདྲ་ཡོང་བསྡད་ཀྱི་ཡོད་རེད་ནི་ནད་རྟགས་འདི་ཚང་མ་ཡོང་ཡང་ཁྱད་པར་ཡོང་མ་རེད་ནད་རྟགས་འདི་ཚང་མ་ཡོད་ན་ནད་རྟགས་འདིའི་རིགས་ཡོད་ན་ཡང་ཁྱེད་རང་ལ་ན་ཚ་འདི་ཡོད་པས་ཁྱད་པར་ཡོང་མ་རེད་འོ་འདི་གཅིག་དོ་སྣང་བྱེད་དགོས་ཡ་ཆགས་ཀྱི་ཡོད་རེད་ནད་རྟགས་འདི་ལ་ག་རེ་ཡོད་རེད་ལབ་པ་ཡིན་ན་ཟོག་པོ་ཐང་ཆད་པ་དེ་འདྲས་ཡོང་གི་རེད་ཐང་ཆད་ཡ་གཅིག་ནམ་རྒྱུན་ཁྱོན་ནས་མེད་པ་ཧོབ་དེ་ཡང་ཐང་ཆད་པ་དེ་འདྲས་ཨེ་ནས་ད་ག་ནང་བཞིན་རྐང་པ་དང་གདོང་པ་དང་ལག་པ་དེ་ཚོ་ལ་སྐབས་རེ་སྐབས་རེ་གློ་བུར་དུ་ན་ཟུག་རྒྱབ་པ་དེ་འདྲས་ཡོང་བསྡད་ཀྱི་རེད་ཨེ་ནས་གཅིག་རྐང་ལག་གི་ཚོར་བ་ཉམས་པ། བ། འོ་ཅིག་ཚོར་བ་ཉམས་པ་དེ་འདྲའི་ཡོང་བསྡད་ཀྱི་འདུག་ཨེ་ནི་རྐང་ལག་རྐབ་ཀར་དམིགས་བསལ་གྱི་རྐང་པ་དང་ལག་པ་ལ་ཅིག་ཨིན་ཇིའི་ཡིན་ན་ཏིང་ལིང་ལགས་རེད་ང་ཚོ་ཡིན་ན་བིར་བིར་བྱེད་ཡག་དང་ཨིན་ཅིག་ཁབ་བཙུགས་པའི་ཚོར་སྣང་འོ་དེ་འདྲའི་གི་རིགས་ཡོང་བསྡད་ཀྱི་རེད། ཨེ་ནི་དབུགས་གཏོང་ལེན་ཁག་པོ་སྐབས་རེ་སྐབས་རེ་དབུགས་གཏོང་ཡག་ལས་ཡང་ཅིག་དཀའ་ངལ་འཕྲད་བསྡད་པ་དེ་འདྲའི་ཡོང་བསྡད་ཀྱི་འདུག་ཨེ་ནི་ཅིག་ལུས་ལ་ཅིག་སྐྲངས་འབོད་སྐྲངས་འབོད་དེ་འདྲའི་ཡོང་བསྡད་ཀྱི་འདུག་བ། ཨེ་ནི་སྐབས་རེ་སྐབས་རེ་སྨྲ་བརྗོད།

ནི། ལུས་ཀྱི་རྒྱས་པ་དང་དེ་ཚོ་སྐྱེས་པ་དེ་ཚོ་ལས་སྐབས་རེ་སྐབས་རེ་ན་ཟུག་དང་ཡང་དེ་འདྲས་ཡོང་གི་འདུག་ཨེ་ནི་དམིགས་བསལ་གྱི་སྐབས་རེ་སྐབས་རེ་ཡང་དགོངས་དག་ཨིག་དེ་འདྲས་བརྒྱབ་ཡ་འོ་དེ་འདྲས་ཀས་ཡོང་གི་འདུག་ཨེ་ནི་ལུས་ཀྱི་གནས་ངེས་མེད་ལ་སྐབས་རེ་ཟེར་བརྒྱབ་ཡ་དེ་འདྲས་ཡོང་གི་འདུག་ཨེ་ནི་ཡང་སྐབས་རེ་ང་ཚོ་སྒམ་སྦུག་བསགས་ས་གཅིག་འབའ་ཐང་བསགས་གི་གཅིག་འབའ་བསགས་བསགས་གི་སྒམ་སྦུག་དང་ལུས་སྨད་ལ་ཡིན་ནའི་ཨེ་ནི་གཅིག་དཀའ་ངལ་འཕྲད་པ་དེ་འདྲས་ཡོང་གི་འདུག་སྐབས་རེ་སྐབས་རེ་བཅིངས་པ་དང་འཆམ་མཆན་གཉིས་ཀ་ལ་ཅིག་དཀའ་ངལ་འཕྲད་པ་དེ་འདྲའི་ཡོང་གི་འདུག་སྐབས་རེ་མང་འཆོར་བསྡད་ཡ་སྐབས་རེ་བབས་མ་འདུག་ཡ་འོ་དེ་འདྲའི་གནས་སྟངས་ཅིག་རྣམ་སྨིན་སྣ་ཚོགས་བྱུང་གི་འདུག་དེ་ཚོ་ཚང་མ་གོང་ལ་གུས་པས་བཤད་པའི་ཅིག་ན་ཚ་འདི་གི་ཡོང་རྐྱེན་དེ་ལ་བརྟེན་ནས་གནས་སྟངས་དེ་ཚོ་མི་འདྲ་མི་འདྲ་བྱུང་གི་རེད་ཡ་གནས་སྟངས་དེ་ན་ཚ་གནས་སྟངས་དེ་འདྲའི་ཅིག་སླེབས་པ་ཡིན་ན་ཁྱེད་རང་ལ་འདི་ཡོད་པས་ཡང་ཁྱད་པ་ཡོད་མ་རེད་དེ་འདྲ་གསུངས་སང་ཞེད་སྣང་གནང་བ་ཡ་ཅིག་ཡོད་མ་རེད་ད་འོ་ན་ན་ཚ་འདི་ཡོད་པ་ཡིན་ན་ཁྱེད་རང་ལ་བརྟག་དཔྱད་ག་འདྲས་བྱས་ནས་ཧ་གོ་གི་རེད་བས་ཟེར་ཡ་འདི་རེད། ད་ན་ཚ་དེ་ཡོད་པས་ན་བརྟག་དཔྱད་ག་རེ་བྱེད་དགོས་རེད་ལབ་ཡིན་ན་དེ་ནི་དེང་སང་ཡིན་ན་ད་ཕྱི་ལུགས་ཁོ་རང་ཚོ་གི་བརྟག་དཔྱད་དེ་ག་རེ་བྱེད་ཟེར་ན་ཁྲག་ལ་བརྟག་དཔྱད་བྱེད་ཀྱི་རེད་ཁྲག་དེ་ནས་བཙུག་གི་ལག་པ་ནས་བཙག་ཨིན་དེ་ལ་ཁྲག་བརྟག་དཔྱད་བྱེད་ཀྱི་རེད་ཨིན་ད་ག་ནང་བཞིན་གྱི་ང་ཚོ་གི་རྒྱུང་པ་རྒྱུང་པ་གི་ནང་ལོགས་ནས་ཆུ་སེར་ཚུགས་ཐིན་ཨིན་ཆུ་སེར་དེ་ལ་བརྟག་དཔྱད་བྱེད་ཀྱི་རེད་བརྟག་དཔྱད་དེ་ཉིད་བྱས་པ་ཡིན་ན་ཨིན་ཁོ་ཚོ་གི་ན་ཚ་དེ་ཧ་གོ་ཡོང་གི་རེད་ད་ན་ཚ་དེ། ཧ་གོ་ཚར་སོང་ན་ཨ་ནི་འདི་ལ་སྨན་བཅོས་བྱས་པ་ཡིན་ན་ག་འདྲས་བྱེད་དགོས་རེད་སྨན་བཅོས་བརྒྱུད་རིམ་ག་འདྲས་བྱེད་འོག་རེད་པས་ཕྱི་ལུགས་ཀྱིས་ག་རེ་བྱེད་ཀྱི་རེད་པས་ང་ཚོ་བོད་པས་ག་རེ་བྱེད་ཀྱི་རེད་པས་ཕྱི་ལུགས་ཀྱིས་ཁོ་ཚོས་ག་རེ་བྱེད་ཀྱི་རེད་པས་ལབ་པ་ནི་སྨན་བཅོས་ནི་ཨ་ནི་ཁྲག་གི་དྭངས་མ་འབྱིན་གླིང་ཟེར་ཁྲག་གཙང་མ་བཟོ་ཡག་དང་ཨ་ནི་པ་ལ་སི་མ་ཟེར་སྦྱོར་ཁྲག་གི་ནང་ལོགས་ལ་ཁྲག་གི་དྭངས་མ་ཆུ་སེར་སེར་པོ་སྦྱོར་འོག་འདི་ཚུགས་ཕག་ཚུགས་ལུགས་རེ་བཏང་ཡག་འོག་འདི་འདྲས་ཅིག་བྱེད་དགོས་ཀྱི་ཡོད་རེད། འདིའི་བྱས་ནི་ཉུང་མཐའ་ལ། ཁག་ཅིག་བདུན་ཕྲག་གཅིག་ནང་ལ་དྲག་འགྲོ་ཁག་ཅིག་ལོ་གཉིས་གསུམ་འགོར་གྱི་ཡོད་རེད་ད་འདི་སོ་སོ་རང་གིས་དུས་ཐོག་སྨན་བཅོས་བྱས་པ་དང་ན་ཚ་དེ་དུས་ཐོག་ངོས་འཛིན་ཐུབ་མ་ཐུབ་ལ་རག་ལས་ཀྱི་ཡོད་རེད་ད་དེ་ཚོའི་གྲངས་ལ་ང་རང་ཚོ་བོད་ཕག་གིས་ག་རེ་བྱེད་འོ་རེད་པས་བོད་སྨན་ག་རེ་བཏང་འོ་རེད་པས་འདི་ལ་འཛེམ་བྱ་ག་རེ་ཡོད་རེད་པས་དོ་སྣང་བྱེད་འོ་ཡ་ག་རེ་ཡོད་རེད་པས་ལབ་ཡིན་ན། ད་འདི་རྩ་ཁང་གི་ན་ཚ་ཡིན་པ་གཅིག་ལ་ཨེ་ནི་འདིའི་གཙོ་བོ་ང་ཚོ། རྩ་ཁང་གི་ན་ཚ་དེ་གྲངས་གཞི་དང་འབྲེལ་བ་ཡོད་རེད་འདི་སོང་ཙང་ཨེ་ནི་ནམ་རྒྱུན་དུ་གཙང་མ་བསྡད་དགོས་ཡ་དེ་གལ་ཆེན་པོ་རེད་ཨེ་ནི་ས་གྲང་མོ་དང་ས་བརླན་པ། འོ་དེ་འདྲའི་ལ་བསྡད་ན་ནུས་ཀྱི་རེད་ཨེ་ནི། ས་ཆ་བཙོག་པ་དེ་འདྲའི་ལ་ཕྱིན་ན་གནོད་ཡ་ཉེན་ཁ་ཡོད་རེད་འདི་རེད་ཨེ་ནི་ད་འདི་ནད་རྟགས་འདིའི་རིགས་ལ་ཨེ་ནི་སྨན་བཅོས་སྤྱི་ཡོངས་ཀྱི་སྨན་བཅོས་དེ་ཐོག་མ་ནས་བྱས་པ་ཡིན་ན་སྨན་བཅོས་བྱེད་བདེ་བོ་ཡོད་རེད་དཔེར་ན་སྨན་ག་རེ་ཟ་འོ་རེད་ཞུས་པ་ཡིན་ན་ཞོགས་པས་སེམས་འཁྲུག་སྐོན་དེ་ཟ། ང་སིནྡྷུ་དགོན་དེ་ཉིན་གུང་ཨེ་ནི། ད་ལི་བཅོ་བརྒྱད་ཟེར་བ་ཡིན་འགྲིག་གི་འོ་རེད་དགོན་བདག་བསམ་ཁྱུང་ཟ་ན་འོ་སྨན་འདི་འདྲས་ཅིག་གནས་སྐབས་གཅིག་བཟའ་དང་སིང་སྦྲང་འགྲོ་གི་རེད་ཨེ་ནི་སྐབས་སྐབས་ལ་སྣུམ་གྱི་སྐུ་གཉིས་བྱེད་ཡ་དང་ཨེ་ནི་གཅིག་ཆུ་ཚན་ནང་ལ་འཛུལ་ཞུགས་བྱེད་ཡ་འོ་འདི་འདྲས་ཡང་སྲིད་བྱེད་ཨེ་ནི་དེ་ནས་སྨན་པ་དང་མཉམ་དུ་འབྲེལ་བ་བྱེད་ངེས་བྱེད་ངེས་སྨན་ཇོ་བརྒྱག་དགོས་ཡ་དང་དེ་ཚོ་བྱེད་ཨེ་ནི་ཕག་ཤ་དང་ཉྭ་ཤ་དང་ཙོང་དང་སྒོག་པ་དང་དེ་ཚོའི་རིགས་འཛེམ་དགོས་རེད། ཨེ་ནི། ཉལ་ནི་ཁ་བ་མང་པོ་ལྟ་རྒྱུ་ཡོད་བ་མ་རེད། ལངས་ནི་མང་པོ་བསྡད་རྒྱུ་ཡོད་བ་མ་རེད། ཡང་མ་ཉལ་ནི་མང་པོ་བསྡད་རྒྱུ་ཡོད་བ་མ་རེད། ཨེ་ནི། རིན་ཆེན་རིལ་བུ་བསགས་པ་བྱུང་ན་རིན་ཆེན་ཆུ་མ་ནི་ང་དང་རིན་ཆེན་ར་ན་བསམ་པའི་དེ་ཉིད་ཡག་ཤོས་རེད་འདི་ལ། དེ་འདྲ་སོང་ཙང་རྣམ་པ་ཚོ་གིས་ན་ཚ་འདི་ལ་ཐུགས་སྣང་ཅིག་གནང་དགོས་ཀྱི་འདུག་ན་ཚ་འདི་འདྲེའི་གི་དཀའ་ངལ་ཡོད་ངལ་ཚོ་ཡོད་བ་ཡིན་ན་ཨེ་ནི། དུས་ཐོག་ནས་སྨན་བཅོས་གནང་དགོས་ཡ་ཅིག་དང་ཨེ་ནི། ཕ་རྒྱང་སོང་ན་རྣམ་པ་ཚོ་ལ་ཡང་དཀའ་ངལ་འཕྲད་ཀྱི་རེད་འདི་རྣམ་པ་ཚོ་གི་ཐུགས་ལ་བཞག་རོགས་གནང་ཨེ་ནི་འདི་གང་ཐུབ་ཐུབ་ཅིག། བོད་ལ་བཏང་ཐག་རང་རང་ཞུས་ཡ་ཡིན་བོད་ནང་ལོར་དེང་སང་དཀའ་ངལ་འདི་འདྲའི་འཕྲད་ངེས་དང་འདི་ཡོང་བསྡད་ཀྱི་འདུག་ཨ་ནི་རྒྱ་གར་ལ་ཡིན་ནའང་འདྲ་རྒྱ་གར་གྱི་རྒྱལ་ས་པུ་ནི་ཨོ་པུ་ནི་ལ་ན་ཚ་འདི་འདྲའི་ལྟས་ཚེ་དོན་ཤ་ནི་ཁ་ཅིག་གིས་འདི་ན་ཚ་འདི་གི་ཡང་མིའི་ཚེ་སྲོག་འཕྲོག་པ་འདི་འདྲ་ཡོང་གི་འདུག་ཚེ་སྲོག་འཕྲོག་མཁན་འདི་ཉུང་ཉུང་རེད་ཨེ་ནི་ན་ཚ་འདི་ལ་དུས་ཐོག་སྨན་བཅོས་མ་བྱས་པ་ཡིན་ན་འདི་ཉེན་ཁ་ཆེ་གི་འདུག་དུས་ཐོག་སྨན་བཅོས་བྱེད་ཐུབ་པ་ཡིན་ན་ཨེ་ནི་དཀའ་ངལ་གང་འཕྲད་ཀྱི་མ་རེད་རེད་པ་འོ་དེ་སོང་ཙང་རྣམ་པ་ཚོས་དེ་ཐུགས་ལ་བཞག་ནི་གང་ཐུབ་ཐུབ་ཞིག་བསྒྱུར་བསྐུལ་གནང་རོགས་གནང་ཞུ་ཡ་ཡིན་ཐུགས་རྗེ་ཆེ།